བསྟན། སྐུ་ཞོ་ལ་དང་ཨ་ནེ་ལ་རྣམ་པ། དགོན་པའི་ནང་ལ་ཡག་པོ་ཆེ་བཞུགས་དང། དེ་ལས་སྐྱིད་པ་ཅིག་རྩ་བ་ནས་ཡོད་ས་མ་རེད་དངོས་གནས། ང་ཡིན་ན་གྲྭ་ལོག་ཅིག་རེད། ཡིན་ན་ཡང་ད་རུང་ཡང་ཆོས་སྒྲུབ་ཨེ་ཐུབ་མི་ཐུབ་བལྟ་གི་ཡོད་དངོས་གནས། ལོ་གཅིག་གི་ནང་ལ་ཟླ་བ་གཅིག་རྩ་གཉིས་རྩ་མཚམས་ལ་དད་ཡས་ཀྱི་དོལ་ཚོས་གྲལ་སྒྲིག་བཟོས་དེ་འདྲས་བྱེད་ཀྱི་ཡོད་ད། སྔོན་མ་གོམ་པའི་ནང་ལ་བསྡད་པ་ནང་བཞིན་གྱི་སེམས་ལ་ལྷོད་ཆ་དང། སེམས་ལ་རང་དབང་ཆེན་པོ་དེ་ཡོང་ཐུབ་ཀྱི་མི་འདུག་ཡིན་དུས་གང་ལྟར་ཀྱང་ཁྱེད་རྣམ་པ་དངོས་གནས་གོམ་པའི་ནང་ལ་ཡག་པོ་ཅིག་ཞུགས་དང་དེ་ལས་སྐྱིད་པ་ཅིག་དང་དེ་ལས་རང་དབང་ཆེ་ཆེ་རྩ་བ་ནས་ཡོད་ས་མ་རེད་སོ་སོས་སོ་སོ་ལ་གནོན་ཤུགས་མེད་སྤྲད་པ་བྱེད་དང་གཞན་པ་སུ་གཅིག་གི་གནོན་ཤུགས་སྤྲད་མཁན་ཡོད་མ་རེད་དངོས་གནས། འདི་ནི་ཁྱེད་རྣམ་པ་སྐུ་ཞོ་ཨ་ནི་ལ་འགའ་རེ་གཅིག་གི་བསམ་བློའི་ནང་འདི་འདྲའི་སེམས་ཁུར་ཡོད་ཀྱི་རེད་དམ་མར་ལོག་ནས་ཚོང་བལྟ་རྒྱུ་ལ་སོགས་པ་ཐོག་ལ་བསམ་བློ་གཏང་གི་ཡོད་ཀྱི་རེད་དམ་ད་ཧ་ལས་པ་དཀའ་ལས་ཁག་པོ་རེད་འདུག་ཁྱེད་རྣམ་པ་བསམ་བློ་འདི་འདྲ་རྩ་བ་ནས་མ་བཏང། ཚོང་བསྐྱལ་རྒྱུ་ཟེར་རྒྱུ་དེ་སྤྱི་ཚོགས་ནང་ལ་ཧ་ལས་པ་དཀའ་ལས་ཁག་པོ་རེད་འདུག་སྤྱི་ཚོགས་ནང་ལ་འཇིག་རྟེན་གྲུབ་རྟགས་ཏག་ཏག་གི་ཐོག་ལ་སློབ་སྦྱོང་ལོ་བཅུ་བཅོ་ལྔ་བྱས་པ་འདི་འདྲའི་མང་པོ་རེད་འདུག་དོན་ཚོ་མང་པོ་གཅིག་གི་ཚོང་འཇོན་གོ་མི་འདུག་དངོས་གནས། ཚོང་འཇོན་མཁན་དེ་གཅིག་རེད་གཉིས་རེ་རེད་མང་ཆེ་བ་དེ་གཞན་གྱི་གཡོག་པོ་བྱས་བསྡད་འདུག་ཟླ་བ་གཅིག་ལ་སྒོར་མོ་སྟོང་ཕྲག་ཁ་ཤས་ལེན་ནས། དེ་ནི་གྲྭ་པ་ཨ་ནེ་ལོག་པའི་ལོག་པ་དེ་འདྲས་ཀྱི་ཐོག་ལ་བསམ་བློ་བཏང་ན་ཡང། ཧ་ལས་པ་དཀའ་ལས་ཁག་པོ་རེད་འདུག་སྔོན་མ། ད་མང་ཚོགས་ནང་ལ་བཀའ་ཆོས་བཤད་མཁན་གྱི་གྲྭ་པ་ཨ་ནེ་དེ་འདྲས་ཡིན་ན་ཡང་བླ་མ་དེ་འདྲས་ཡིན་ན་ཡང་དེང་སང་ད་འོས་སྦྱོར་འདྲ་ལེན་ནས་འཚོ་བ་སྐྱལ་ནས་བསྡད་མཁན་དེ་འདྲ་དང། དེ་ནས་གྲྭ་པ་ཨ་ནེ་དཀྱུས་མ་དེ་འདྲ་ཡིན་ན་ནི་སྙིང་རྗེ་གཟའ་སྐར་ནང་ལ་སྒོར་མོ་སྟོང་ཕྲག་གསུམ་བཞི་ལེན་ནས་གཡོག་པོ་བྱེད་བསྡད་མཁན་དེ་འདྲ་དང། དེ་ནས་མཁན་པོ་དགེ་བཤེས་རྒྱལ་ཁབ་ཕྱི་ནང་ག་ས་ག་ལ་འགྲོ་མྱོང་ཡོད་པ་དེ་འདྲ་ཡིན་ན་ཡང་སྒོར་མོ་སྟོང་ཕྲག་ཁ་ཤས་ལེན་ནས་གཡོག་པོ་བྱེད་བསྡད་ཡོད་པ་དེ་འདྲ་ག་ཚོད་ཙི་ཙི་རེད་དོ་ཡིན་དུས། རྣམ་པ་ལྷན་རྒྱས་ཧ་ལས་པ་གཟབ་གཟབ་གནང་བསམ་བློ་འདྲ་དང་མ་འདྲ་མ་བཏང། དགོན་པའི་ནང་ལ་ཡག་པོ་བྱས་བཞུགས་དེ་ལས་སྐྱིད་པ་ཅིག་རྩ་བ་ནས་ཡོད་ས་མ་རེད། དེ་ནི་དེ་སར་དྲ་ཐོག་ལ། ཅིག་ཡང་ཅིག་དྲ་ལོག་དང་ཨ་ནི་ལོག་པ་འགའ་རེས་རྫིག་རྫིག་དེ་འདྲའི་བྱེད་ཀྱི་འདུག་ཁང་པ་རྫིག་པོ་དེ་འདྲའི་ངའི་ཡིན་སྟེ་རླངས་འཁོར་རྫིག་པོ་དེ་འདྲའི་ཉོས་པ་ཡིན་སྟེ་བྱེད་ཀྱི་འདུག་ད། ཁྱེད་རྣམ་པ་སོ་སོས་སོ་སོ་འཁྲུལ་རུ་མ་བཅུག་ད་དོན་ཚོ། ཁོ་ཚོ་རང་གི་ཡིན་དང་ཡང་ན་དབྱར་གནས་ཡིན་དང་ཡང་ན་བུ་ལོན་ཡིན་སུ་གཅིག་གིས་བཤད་ཤེས་ཀྱི་མ་རེད། ང་ནི་དངོས་གནས་དྲ་ཐོག་ནས་ཚོང་བསྐྱབས་པ་ཡི། སྤྱི་ཚོགས་ནང་ལ་ཚོང་བསྐྱབས་པ་ཡི་ཚོང་བསྐྱབས་ཟེར་རྒྱུ་དེ་ལས་སླ་པོ་དེ་འདྲ་མི་འདུག་སྒོར་མོ་གསོག་དུས་ལས་སླ་པོ་དེ་འདྲ་མི་འདུག་ཡིན་དུས་ཙམ་པ། ཁྱེད་རྣམ་པ། སྔོན་ནས་བསམ་བློ་དགོངས་པ་ཡག་པོ་ཞིག་ཨ་ལ། དེ་ནས་ད་མི་འགའ་རེ་དྲན་མིན་སྐྱེ་མིན་འགའ་རེ་ཡོང་གི་འདུག་དོན་ཚོགས་འདི་ལོག་ན་ཡག་ས་རེད་དོ་དངོས་གནས་དོན་ཚོགས་ཀྱི་སྤྱོད་པ་འདྲ་མ་འདྲ་དང་མ་འདྲ་བྱས་པ་ལ་བརྟེན་ནས་མང་ཚོགས་ཚང་མ་དད་ལོག་སྐྱེ་རྒྱུ་དེ་འདྲའི་བཟོ་གོ་འདུག་དད་ལོག་སྐྱེ་བ་མ་ཟད་དེ་ནི་ཀུ་ཤུ་ཨ་ནི་ཚང་མ་ལ་ཅིག་དོགས་པ་ཟ་རྒྱུ་འདྲ། ཚང་མ་ལ་དད་ལོག་སྐྱེས་དུས་ཡིན་རྒྱུ་མི་གཅིག་རྩ་གཉིས་རྩེ་བྱས་པ་རེད་ད། དེ་ནི་ཀུ་ཤོ་ཨ་ནི་ཚང་མ་ལ། ནག་པོ་བཟོ་ཡག་གི་དེ་ཡོང་གི་འདུག་དྲི་མ་དེ་ཡིན་དུས་དོན་ཚོ་ནི་ལོག་ན་ཡག་ས་རེད་འདུག་དངོས་གནས། ད་དེ་ཤ་ཚ་བའི་སྐད་ཆ་ཡིན་ཨཱལ་ངས་ཁྱེད་རྣམ་པ་ལ་ཕན་ཐོགས་པའི་སྐད་ཆ་ཡིན།